སྟོན་པ་ཤཱཀྱ་ཐུབ་པས་དགེ་སློང་དག་གམ་ཁྱེད་རྣམས་ཀྱིས་བསྲེག་བྱེད་ཟླ་བའི་གསེར་བཞིན་དུ་ལེགས་པ་དག་ལ་ང་ཡི་བཀའ་བླང་བར་བྱ་བའི་གོས་བྱིན་མེ་ཞེས་གསུངས་པ་ལྟར་དུ་ཡོན་ཅི་ནུས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསུང་ཆོས་སྩལ་བའི་སྐབས་ནང་པའི་གཞུང་ལུགས་དེ་ནི་ཚན་རིག་གི་ལམ་ནས་སློབ་སྦྱོང་གནང་རྒྱུ་གལ་ཆེན་པོ་ཡིན་པ་གསུངས་པ་བཞིན། དེ་རིང་བོད་ཀྱི་དཔེ་མཛོད་ཁང་གི་མདུན་ཐང་དུ་བདུད་ཀྱི་གསང་བ་ཞེས་པའི་འགྲེམས་སྟོན་ཞིག་གོ་སྒྲིག་གནང་སོང། གཤམ་ལ་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་སུ་བུད་མེད་ཚོའི་ངོས་ནས་ཚན་རིག་གི་སློབ་སྦྱོང་དེ་དོ་སྣང་གནང་དགོས་རྒྱུ་གལ་ཆེན་པོ་ཇི་ཙམ་ཡིན་མིན་ཐད་ལ་བཀའ་འདྲི་ཞུས་པར། ད་ལྟའི་ང་ཚོས་དོ་སྣང་བྱེད་དགོས་རྒྱུ་མཚན་ག་རེ་རེད་ཟེར་ན། ང་ཚོས་མི་ཟེར་མཁན་དེ་སྤྱི་བཏང་ནས་ད་དམིགས་ཡུལ་ར་བ་དེ་བདེ་སྐྱིད་ཆེད་དུ་རེད་བ། གཏན་གྱི་བདེ་སྐྱིད། གཏན་གྱི་བདེ་སྐྱིད་ཟེར་གྱི་ཡོད་རེད་ད། འཕྲལ་གྱི་བདེ་སྐྱིད་དགུ་རེད་བ། ད་བདེ་སྐྱིད་ཟེར་དུས་ལུས་ཀྱི་བདེ་སྐྱིད་དང་སེམས་ཀྱི་བདེ་སྐྱིད་གཉིས་རེད་བ། ལུས་ཀྱི་བདེ་སྐྱིད་དཔེ་ཡའི་དོན་དག་ལ་ད་ཚན་རིག་དང་འཕྲུལ་རིག་དེ་དམིགས་བསལ་གྱི་འབྲེལ་བ་ཆེན་པོ་ཆགས་བསྡད་མཁན་ཆེ།

ཚན་རིག་གིས་ཁོ་བརྟག་དཔྱད་རང་བྱས་ནས་དངོས་ཡོད་གནས་ཚུལ་ག་རེ་འདུག་དེ་བརྟག་དཔྱད་བྱས་དུས། ཨེ་ནི་དེའི་བརྟག་དཔྱད་བྱས་པའི་གྲུབ་འབྲས་དེ་གིས་བྱམས་སྙིང་རྗེ་ཡོད་ན་ཕན་ཐོགས་འདུག། ཀླད་པ་ལས་ཁྱད་པར་འགྲོ་གི་འདུག་བསམ་བློ་ལས་ཁྱད་པར་འགྲོ་གི་འདུག་དེ་བསྟན་ཡས་དེ་ཁོ་ཚོས་བསྟན་ཡས་གོ་འདུག་འཕྲུལ་ཆས་གང་ནས། འོ་དེ་འདྲས་བྱེད་དུས། གང་ལྟར་ད་མདོར་བསྡུས་ནས་ཞུས་པ་ཡིན་ན་ནང་ཆོས་ཡིན་ན་རེད་ཚན་རིག་ཡིན་ན་རེད་ང་ཚོ་དམིགས་ཡུལ་འདྲ་བོ་དེ། བདེ་བ་འདུག་གི་ཡོད་རེད་སྡུག་བསྔལ་འདུག་གི་ཡོད་མ་རེད། བྱས་ཙང་བདེ་བ་འགྲུབ་ཡོད་དང་སྡུག་བསྔལ་སེལ་ཡོད་དེ་དངོས་ཡོད་གནས་ཚུལ་བརྟག་དཔྱད་བྱས་ནས། རེ་བ་ཚན་རིག་གི་ཐོག་ནས་ཡིན་ནའི་འདྲ་ནང་ཆོས་ཐོག་ནས་ཡིན་འདྲ་ནི་དངོས་ཡོད་གནས་ཚུལ་དེ་བརྟག་དཔྱད་བྱས་ནས་ནི་དངོས་ཡོད་གནས་ཚུལ་ཤེས་པའི་ཐོག་ནས་ནི་ལུས་སེམས་ཀྱི་བདེ་ཐང་སུ་ཡང་གལ་ཆེན་པོ་རེད་ཟེར་ཏེ་ད་དཔེར་ན་ད་ལྟའི་འདི་རྡུལ་ཕྲན་སྲིད་དུས་ཧོབ་སེ་ནི་འབྲེལ་བ་མེད་འཇོག་བྱེད་རེད་འདུག་བསམ་བློ་ཡག་པོ་བཏང་ཡོང་དུས་རྡུལ་ཕྲན་སྲིད་དུས་ང་ཚོའི་ལུས་དེ་རྡུལ་ཕྲན་གྱི་གྲུབ་ཕྱོགས་རེད་དེ་ང་ཚོས་ཤེས་ཀྱི་ཡོད་མ་རེད་དྲང་པོ་བཤད་ན་ང་ཚོས་དཔེར་ན་རྡུལ་ཕྲན་མང་པོ་གཅིག་རུག་རུག་བྱས་ཤག་བྱས་མ་གཏོགས་གལ་གལ་ཡོད་མ་རེད་ལུས་ལ་ད་དེ་འདྲས་ཀྱི་གནས་ཚུལ་དེ་རྟོགས་པ་ཡིན་ན་ནང་ཆོས་ནང་ནས་སྟུག་ཉིད་རྟོགས་པ་ཟེར་དེ་འདྲ་བོ་འདྲ་བོ་རེད་བ། གང་ལྟར་ཨ་ཙི་ལུས་ཟིན་ནས་འདི་འདྲའི་ཞི་བདེའི་ཞབས་མིག་སྙིང་པོ་ཞེ་དྲག་གས་མི་འདུག་ཨ་བསམ་པ་ཡིན་དུས་ཡང་དེ་གཅིག་པུས་ངར་འཛིན་ཆུང་དུ་འགྲོ་ཡས་དང་རེ་བ་གཞན་ལ་བརྩེ་སེམས་ཆེད་དུ་འགྲོ་ཡས་དེ་འདྲའི་ལ་ཕན་གི་ཡོད་རེད་བ། དེ་རིང་འགྲེམས་སྟོན་གྱི་བརྗོད་གཞི་གཙོ་བོ་ནི་བདུད་ཀྱི་ས་དབང་ཞེས་པ་དེ་ཆགས་ཀྱི་འདུག་གཤམ་ལ་ང་ཚོས་དེ་རིང་འགྲེམས་སྟོན་གོ་སྒྲིག་གནང་མཁན་གྱི་ཁུངས་སུ་ཡོད་པ་བླ་མ་སངས་རྒྱས་རིན་པོ་ཆེ་མཆོག་ལ་ཨ་ནི་བདུད་ཀྱི་ས་དབང་ཞེས་པ་དེ་ག་རེ་ཆགས་ཀྱི་ཡོད་མེད་དང་དག་ན་ཞིང་དེ་རིང་འགྲེམས་སྟོན་ཟེར་མཁན་གྱི་ཁུངས་སུ་ཡོད་པ་ཙིར་སྒྲོལ་མ་ལགས་ཀྱི་གཟིགས་ཚོགས་ག་འདྲས་བྱུང་ཡོད་མེད་ཐད་ལ་ང་ཚོས་བཅར་འདྲི་ཞུ་གི་ཡིན། ད་རྒྱུ་མཚན་གཙོ་བོ་དེ་ད་ནང་པ་དང་ཚན་རིག་པའི་ངོས་ནས་ད་གཅིག་གི་འཇིག་རྟེན་གྱི་གནས་ཚུལ། ཨ་ནི་འཇིག་རྟེན་གྱི་མཐོང་སྣང། ཨ་ནི་གཅིག་གི་སོ་སོ་སོ་སོ་གི་ད་ནམ་ཞར་རྒྱུན་དུ་འཚོ་བའི་གནས་སྟངས་ལ་ད་གཅིག་འགྱུར་བ་འགྲོ་བ་དང་དེའི་སྐོར་ལ་ད་ནི་ང་རང་ཚོ་གི་ད་འདི་གཉིས་ལ་ལོ་བཞི་རྩ་གཅིག་ད་གཅིག་གི་སློབ་སྦྱོང་བྱས་ཡོད་རེད་ཟབ་སྦྱོང་ཐེངས་བཞི་ལྔ་གཅིག་ཏུ་འགྲོ་ཡོད་རེད་ཨ་ནི་འདིའི་གཅིག་གི་གྲུབ་འབྲས་སོ་སྒྲོག་དང་ཨ་ནི་གཅིག་གི།

རིམ་པ་བཞིན་དུ་ཡོད་ཁྱི་སིག་དག་ང་རོ་ན་ཀོ་ཀོར་ཚུལ་མེད་ཡོད་དེའི་དོན་དང་པོ་འདྲི་ཤེས་ཨན་དེ་དེ་ནེགས་ཨ་ནི་ག་རེ་ཡིན་མེད་ཚང་མ་བང་རིམ་བང་རིམ་འདུག་ར་དེའི་འདུག་ཧ་ལོ་ཧ་ད་ད་ད་ང་ར་ཆང་དང་ཆང་བཞིན་པ་ཡིན། ཨ་ནི་དེ་རིང་འགྲེམས་སྟོན་དེ་དང་སྟབས་བསྟུན་ཨ་ནི་ཡོང་རྒྱུ་འདས་པའི་ཚེས་བཅུ་དྲུག་ལ་ཡང་ན Science from Monks ཞེས་པའི་འགྲེམས་སྟོན་ཞིག་གོ་སྒྲིག་གནང་ཡ་རེད་འདུག་ཨ་ནི་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་དང་པཱ་ལེན་ཆོས་སྒྲིབ་པ་བསྟན་འཛིན་ལེགས་སྨོན་གཉིས་ནས།